དེ་ནས། སྒེའུ་ཁུང་ཐོག་ཆེན་གྱི་ནང་ལ་ཡང་འཁོར་གྱི་བིད་སུམ་ཅུ་སོ་གཉིས་ཆེན་པོ་དང་དྲུག་ཅུ་རེ་བཞི། དེ་འདྲ་བ་རིགས་གཉིས་ཡིན་དགོས་འདུག་བ། དེ་ཡིན་དུས་ན་ད་ལྟ་གཉིས་ཀྱི་གློག་ཀླད་དེ་དྲུག་ཅུ་རེ་བཞི་ཡིན་དུས་ན། དེའི་ནང་ང་ངེད་གཉིས་ཀྱི་ཕབ་ལེན་བྱེད་རྒྱུ་གཅིག། ཨ་ནི། ཁྱེད་རང་གི་དྲ་རྒྱ་གི་ནང་ནས་ཐད་ཀར་ཁྱེད་རང་གི VS Code Download ནི་བྲིས་བ་ཡིན་ན་ཁྱེད་རང་གི Google ནང་ནས་འཚལ་བ་ཡིན་ན་ཁྱེད་རང་གི་དང་པོ་ལེན་དགོས། དེའི་ནང་ད་ཁྱེད་རང་གི་རིགས་ག་རེ་དགོས་དགོས་ན་འདེམས་ཆོག་གི་ཡོད་རེད། དེས་ན་ད་ཁྱེད་རང་གི། གལ་སྲིད་ང་ཚོས་འཐེབ་བདེ་རིགས་བྱས་ཏེ་རག་མེད་བ་ཡིན་ན་ཁྱེད་རང་གི་སྐྲ་སྐྱི་སྟོང་ནི་ཕབ་ལེན་བྱེད་དགོས་ཀྱི་ཡོད་རེད། ཨ་ནི། ང་ཚོས་འཐེབ་བདེ་རིགས་བྱས་ཏེ་རག་ཡོད་བ་ཡིན་ན། ཨོ་ད་དེ་སྣང་ལ་ཁྱེད་རང་གི་སྐྱི་དང་འདི་ནང་ང་ང་ཚོ་གི། སྒེའུ་ཁུང་ཐོག་བཅས་ལ་གཉིས་འདུག་ཀུ་ཤུ་ཐོག་བཅས་གང་ན་འདུག་ཨ་ནི་ད་ང་ཚོ་གི། ཕབ་ལེན་བྱེད་དགོས་ཀྱི་ཡོད་རེད། ཕབ་ལེན་བྱས་ན་ཁོ་རང་གི་ད་ལྟ་ཁྱེད་རང་གི་སྐྱི་ཐོག་ལ་དྲུག་ཅུ་རེ་བཞི་ཅན་པོ་དང་ལ། ང་ཚོས་ཡིན་གཅིག་གི་ནང་ན Double Click ལ་གོ་ད། ཨོ་དེ་ལོ་གཉིས་ནང་དུ་བཅུག་པ་ཡིན་ན། ཐད་ཀར་ཁྱེད་རང་གི་ཕབ་ལེན་བྱེད་དགོས་ཀྱི། ཁ་རེ་ཅན་གྱི་དྲུག་ཅུ་རེ་བཞི་གང་ན།

ཉི་ཤུ་ཐམ་པ་ལྕགས་རྟ་ན་བས་ཧ་ལོས་ཆེན་པོ་ན་བས་ཅི། ཉི་ཤུ་ཐམ་པ་ཏོག་ཏོག། དེ་ནས་ད་ནངས་འདི་ནང་སྔོན་མ་ངས་ཕབ་ལེན་བྱེད་མྱོང་ཡོད་རེད་དེ་འདི་ནངས་གཡག་གཟུགས་གཅོ་མོ་ལོང་མ་འུར་ཆེན་སར་ཆེན་དུ་རྒྱུ་ད་ལྟས་བཞག་བྱ་བ་ར། དེ་འདི་ན། ད་ཤ་རེ་འགོས་རེད། ཁྱེད་རང་གི་ད་གཡག་གཟུགས་སྨོ་ལང་རེད་ཧི་མ་ལ་ཡ་རེད་གཅོ་མོ་ལྷ་རི་རེད་དེ་ནས་ན་ཐོ་དུ་ད་སྟོང་སོང་སྤོ་ཀི་གཡག་གཟུགས་རིགས་སྣ་མ་སྣ་ཚགས་ཅིག་འདུག་དེ་ཚོ་ཚང་མ་ཁྱེད་རང་གི་གློག་ཀླད་ནང་ག་རེ་བཞག་དགོས་བཞག་ནས་དྲོ་དགོས་ན་ཁྱེད་རང་གི་འདོད་པ་གང་ཡོད་པ།

Tibetan Font ཟེར་གྱི་ཡོད་རེད། དེ་ཅིག་བྲིས་ཡོད་ན་ཁྱེད་རང་གི་ཐད་ཀར་ཡོད་གི་ཡོང་གི་འདུག་ཨ་འདི། དེ་ཡིག་གཟུགས་གནང་ཉིན་དེ་ཉིན་འདི་ཐད་ཀར་བཅུག་ནས། འདི། འདི་ཡིག་གཟུགས་དབུས་སུ་ཕར་ལེན་བྱས་ཙང་ཡིག་གཟུགས་གོ་རིག་སྣ་མང་སྣ་ཚགས། འདི། སྨོན་ལམ་གྱི་པོ་རིག་པ་བཞིན་བཅུག་དེ་ནས་འདི་གར་དགོས་གི་ཡོད་ན་ད་ཁྱེད་རང་གི་འདི་ཐམས་ཅད་ཕར་ལེན་བྱེད་ཐུབ་གི་ཡོད་རེད། དཔེར་ན་འདི་ཐད་ཀར་བཅུག་ནས།

འོ་དེ། ཡིག་གཟུགས་ཆེན་པོ་རེད། ཡིག་གཟུགས་ཆེན་པོ་ཡོད་རེད་གར་གྱིས་ཟིན་ན་ང་ཚོས་ཇོ་མོ་ལོ་མ་ཡིག་གཟུགས་ཆེན་པོ་ཡོད་རེད་དེ་ཆེན་པོ་ཡོད་པ་གོང་གི་ལ་ངའི་ལྟ་རྟོག་ཡིག་ཆེ་ཆུང་དེ་ཉི་ཤུ་ཐམ་པ་བཞག་འདུག་ཨ། ཉི་ཤུ་ཐམ་པ་བཞག་རེད་དེ་འདི་ན་ད་ཁོ་པའི་སྟབས་བདེ་མོ་ཞིག་ཆགས་འདི་ཡོད་རེད། འོ་རེད་རེད་རེད། འོ་དེ་འདྲ་བོ་ཅི་རེད་དེ་ནི་ཕྱི་ལོ། འདི་ཕར་འདུག་དཔེ་རིང་པོ་འདུག་ད་འདི་ཡིག་གཟུགས་ཆེན་པོ་ཡོད་ཚོད་འདི་འདྲ་ཆེན་པོ་ཆགས་ཡིན་རྒྱུ་རེད།
རེད། ད་ལྟའི་གོང་ལྟར་འདིའི་ནང་གི་ཡིག་གཟུགས་སུ་ར་ཐོང་ཐོང་ཡིག་ཐོང་དང། དེ་ནས་ཡོང་དུས་ནང་ཉིན་ཚ་ཉེ་དག་ལོངས་ཚིགས་ལགས་སོགས་ཁོང་ཚོར་སྟོང་དང་དགུ་ཆོས་ཉིན་རྗེས་མའི་ནང་ཉིན་ངོ་སྤྲོད་བྱས་ནས་འགྲིག་གི་ར། ཨོ་འགྲིག་རེད་འགྲིག་རེད། ད་ལྟ་ང་ཚོས་ཆུ་ག་རེ་ཤི་སོང་ཟེར་ན། འདིའི་ཉིན་གཅིག་ལས་ཕབ་ལེན་བྱས་གཏོང་རེད། ཕབ་ལེན་བྱས་ཚར་བའི་རྗེས་ནས་ཡིག་རིགས་གང་འདེམས་དགོས་ཀྱི་ཡོད་མེད། འང་ནས་ཕབ་ལེན་བྱས་ཚར་བའི་རྗེས་ནས་ཡང་ཁོ་རང་ཉིན་གཅིག་ཁོ་རང་ནང་གི་ཡིག་གཟུགས་དེ། ག་འདྲ་ཟིག་དགོས་ཀྱི་འདུག་ཆེད་སྦྱོང་ག་འདྲ་ཟིག་ཅིག་དགོས་ཀྱི་འདུག་དེ་ནས་ཆེད་སྦྱོང་འགྱུར་བ་གཏོང་ས་དགོས་འགྲོ་ས་གི་ལམ་ཁ་ཅིག་དགོས་ར། ད་ཚང་མ་ཁྱེད་རང་གི་ཧ་གོ་སོང། ཧ་གོ་སོང།